རྒྱལ་མཚན་མི་ལ་རས་པ་དེ་དཔལ་སྐྱེས་བུ་ཁྱད་པར་ཅན་དུ་གསུངས། ཡོན་ཏན་ཕུན་སུམ་ཚོགས་པ་དང་ལྡན། མཛད་པ་ཕྲིན་ལས་ཕུན་སུམ་ཚོགས་པ་དང་ལྡན་པ་ལ་བརྟེན་ནས། དེ་ནས་རྒྱལ་མཚན་མི་ལ་རས་པ་ཞེས་མཁན་ཏེ། བོད་ཁ་བ་ཅན་བཀོལ་མ་མྱོང་བའི་ལུང་པ་ལ་ཡང་རྒྱལ་མཚན་མི་ལ་རས་པའི་མཚན་བཀོལ་མྱོང་བ་འདྲ་བོ་དང། སྲུང་མ་རྡོ་རྗེ་གཏེར་བུའི་ཆོས་བཀོལ་མ་མྱོང་བ་དེ་ཚོའི་རྗེ་བཙུན་མ་ལ་ལུས་པའི་མཚན་ཡིན་ཁོ་སྨྱོན་བ་འདྲ་བོ་དག་དེ་འདྲའི་ཆུང་བ་གི་སྐུ་ཆེ་བའི་ཡོན་ཏན་ཡོད་བ་རེད་ལ། རྒྱུ་མཚན་དེའི་ཕྱིར་ན་མི་ལ་རས་པའི་གི་རྣམ་ཐར་དང་མི་ལ་རས་པའི་གི་སྐུ་པར་མི་ལ་རས་པའི་གི་སྒྲུབ་གནས་དེ་ཚོ་འགྲེམས་སྤེལ་གནང་བ་དེ་དཔེ་ཡག་པོ་ཀྱང་རེད་ལ། དེ་ལ་མི་ལ་རེད་པ་ལ། དེ་ལྟ་བུའི་ཡོན་ཏན་ཕུན་སུམ་ཚོགས་པ་རྫོགས་ཟིན་པ་དེ། གང་ལ་བརྟེན་ནས་བྱུང་བ་རེད་ཟེར་ན། ད་སྤྱི་དང་གི་སྐྱེས་བུ་ཁྱད་པར་ཅན་མར་མེ་ཐོག་གསུམ་བྱོན་པ་རེད་ལ་མི་ལ་རིག་པའི་གི་བླ་མ་ཁྱད་པར་ཅན་མར་པ་ལོ་ཙཱ་བ་བསྟེན་དེའི་དྲུང་ནས། གདམས་ངག་ཁྱད་པར་ཅན་གཏན་ཚུགས་ཐོབ། དེའི་ཉམས་ལེན་རྣམས་བསྟན་ནས་བྱུང་བ་ཡིན་པའི་ཕྱིར་ན། རྗེ་བཙུན་མར་པ་ལོ་ཙཱའི་རྣམ་ཐར་དང། དེ་ནི་དེ་བཞིན་དུ་མི་ལ་རས་པའི་ཁོང་གི་སྐུ་ཆེ་བའི་ཡོན་ཏན་འབྱུང་བའི་རྒྱུ་མཚན་གང་འདྲི་རེ་བྱས་ན། ད་ཁོང་གིས་དེ་ནི་སྒྲུབ་པ། མཛེས་ལྷན་འགན་དུ་མྱོང་གསུམ་ལེན་ཐུབ་པའི་གེ་ལོ་ཙཱ་གནང་མཁན་དེ་མར་པ་ལོ་ཙཱ་གཙོ་བོ་ཡིན་པའི་ཕྱིར་ན་ལོ་ཙཱ་ཆེན་པོའི་ཞབས་ལ་གསོལ་བ་འདེབས་སོང་བ་རེད་ལ། ད་ལྟའི་གེ་དེ་ལྟ་བུའི་མར་པ་ལོ་ཙཱ་དེ་བླ་མ་ལ་བསྟེན་ནས། དེ་ནས་ད་ལྟ་མི་ལ་རས་པ་ལ་བཀོད་ཆེ་བའི་ཡོན་ཏན་དང་པོ་གང་བྱུང་བ་རེད་ཟེར་ན། ཁོང་སྤྱི་བཏང་གི་ནུས་མཐུ་ཆེན་པོའི་སྐུ་དྲག་བརྩིས་ནས་སྐྱེས། བཀའ་སྤྱི་ཆེན་པོའི་བླ་མ་མཉེས་པར་མཛད། བརྩོན་འགྲུས་ཆེན་པོས་སྒྲུབ་པའི་རྒྱལ་མཚན་སྩལ། རས་པ་ཆེན་པོའི་ཞབས་ལ་གསོལ་བ་འདེབས་གསུང་བ་རེ་ལ། དེ་ནས་ཁོང་གིས་དང་པོ་དམ་གཙང་ཁོང་ལ་གནོད་པ་བསྐྱལ་མཁན་གྱི་དགྲ་བོ་དེ་ཚོ་ལ་མཐུ་བྱབྱསེ་ར་ཕབསེ་ད་དེ་འདྲའི་གནང་ནས་བསྐོས་དགྲ་བོ་དེ་ཚོ་རྩ་བ་ནས་བཅད་ཐུབ་པོད་ཀྱི་ནུས་པ་དང་ལྡན་པ་བྱུང་བ་རེད། དེ་ལ་བརྟེན་ནས་ཁོང་ལུགས་ཐུབ་ལ་ངེས་འབྱུང་བཅད་དད་པ་དང་མོས་གུས་བཅད་ནས་ད་བླ་མ་ཁྱད་པར་ཅན་གྱི་མཇལ། སྡང་བ་ཁྱད་པར་ཅན་གྱི་ཞུ་དགོས་ཀྱི་འདུག་དགོངས་ནས་མར་པ་ལོ་ཙཱ་བ་བླ་མ་ལ་བསྟན། མར་པ་ལོ་ཙཱ་བ་བླ་མ་ལ་བསྟན་པའི་སྐབས་སུ། དེ་ནས་དེ་ཀ་བ་ཆེན་པོ་བསྐྱེད་ནས་སའི་མཁར་རྒྱག། དེ་ནས་ཁོང་གི་ཕྱག་ལེན་མང་པོ་གནང། དེ་འདྲའི་ཚེ་ནས་རྩ་བའི་བླ་མ་ཡང་ཐུགས་མཉེས་པར་མཛད། རྩ་བའི་བླ་མ་ཐུགས་མཉེས་པར་མཛད་ནས་མདོ་སྔགས་རྟེན་གཙོ་ཆ་ཚང་ཐོབ། མདོ་སྔགས་རྟེན་གཙོ་ཆ་ཚང་ཐོབ་ནས་ཧི་མ་ལ་ཡའི་རི་རྒྱུད་ཀྱི་རི་བོ་ཐེར་འཛུགས་ཀྱི་ནང་ལ་སྒྲུབ་ཕུག་གནང་ནས་ཉམས་ལེན་གནང། དེ་ནས་ད་ལྟའི་སྣང་བ་ལ་བརྟེན་ནས་ཁོང་ལ་རྟོགས་པའི་ཡོན་ཏན་ག་རེ་བྱུང་བ་རེད་ཟེར་ན། ཧི་མ་ལ་ཡའི་རི་བོ་དེ་ཚོ་ལ་དཔེ་དྲང་མོ་ཡོད་བ་རེད་ལ། རས་དཔའ་ཆེན་པོའི་ཞབས་ལ་གསོལ་བ་འདེབས་ཟེར་ནས། དེ་ནས། ཁོང་གིས་རས་ཆུང་བཅས་རས་རྐྱང་པ་གི་ན་བཟའ་བཅས་དབྱར་ཁ་ཡིན་ན་ཡང་འདྲ་དགུན་ཁ་ཡིན་ན་ཡང་འདྲ། རི་བོ་དྲང་མོ་ལ་ཡིན་ན་ཡང་འདྲ་གང་ན་ཕེབས་ན་ཡང་དེ་ལྟ་བུ་གི་ན་བཟའ་གསོལ་ཐུབ་པ། དེ་གི་སྐུ་ལུས་ལ་དེ་འདྲས་འབར་ཐུབ་པ་དག་དེ་འདྲས་བྱུང་བ་གི་ཡན་ཏན་ཕུན་སུམ་ཚོགས་པ་དང་ལྡན་པ། བྱུང་བ་རེད་ལ་དེ་ཕྱིར་ན་ཁོང་ལ་རྟོག་ཁྱད་པར་ཅན་དག་དེ་འདྲས་བྱུང་བ་རེད། ཁོང་གིས། དེ་རིང་བོད་གངས་ཅན་གྱི་ལྗོངས་ལ་སོགས་པ་འཛམ་བུའི་གླིང་ལ་ཕན་པའི་འཕྲིན་ལས་ག་འདྲས་ཅིག་བྱུང་བ་རེད་ཟེར་ན།